སེམས་པ་བཟང་པོ་ཟེར་ཡ་དེ་དུད་འགྲོ་ཚུན་ཆད་ཀྱི་དགའ་པོ་ཞིག་འདུག་ཨ། ད་མི་དེ་ཡང་ལྷན་སྐྱེས་ཀྱི་ཅིག་བརྩེ་བ་ཟེར་ཡ་ཞིག་ལྷན་སྐྱེས་ཀྱི་ཡོང་གི་ཡོད་རེད། ད་ལྷན་སྐྱེས་ཀྱི་ཡོང་དེ་ཡ་གི་བརྩེ་བ་དེ་ཕལ་ཆེར་གཉེན་གྱི་ཕྱོགས་སོ་སོ་ལ་ཡང་རྣམ་འགྱུར་ཡག་པོ་བསྟན་མཁན་གྱི་ཕྱོགས་ལ་ཡང་བརྩེ་བ་རེ་ལ་ཡོང་གི་ཡོད་རེད། དེ་ཞིབ་ཚགས་པོ་བསམ་བཏང་ན་འདོད་ཆགས་ཆགས་དེ་རེད། འདོད་ཆགས་དང་འདྲེས་པ་ཆགས་བསྡད་ཀྱི་འདུག་གསལ། དེ་འདྲ་ཡིན་དུས་ཁོ་ཕྱོགས་ལྷུང་ཅན་རེད། ཕྱོགས་རེ་བ་རེད། སོ་སོར་རྣམ་འགྱུར་ཡག་པོ་བསྟན་མཁན་གྱི་ད་མི་གཙོ་བོར་གྱུར་པའི་བོད་ནས་ཁྱི་དང་ཤི་མི་ཚུན་ཆད་སོ་སོར་ཅིག་རྣམ་འགྱུར་ཡག་པོར་བསྟན་པ་ཡིན་ན་དེ་ལ་བྱམས་པོ་བྱ།

ཆོས་རུ་དུ་རྣམ་འབྱེད་ཀྱི་ཤེས་རབ་བེད་སྤྱོད་བྱས་ནས་བྱམས་བརྩེ་སྤེལ་ཡོང་གི་ཡོད་རེད། ད་ཆོས་རུ་དུ་རྣམ་འབྱེད་ཀྱི་ཤེས་རབ་ཀྱི་བྱམས་བརྩེ་སྤེལ་ཡོད་དུས་ཙང་ནས་སོ་སོའི་དགྲ་དེ་ཡ་རྣམ་འགྱུར་དེ་རང་ལ་ཡ་རྣམ་འགྱུར་སྡུག་ཅག་ཞིག་བསྟན་གྱི་ཡོད་རེད་དེ་ཡིན་ཙང་དགྲ་ཟེར་གྱི་ཡོད་རེད་ཟེར་གྱི་ཡོད་རེད་དེ་དེ་ང་རང་ཚོ་དང་གཅིག་པ་སེམས་ཅན་ཞིག་རེད། མི་ལ་ཆ་བཞག་ན་ནི་མི་གཅིག་གྱུར་རེད། རང་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ནང་བཞིན་སྒྲ་དེ་ཡང་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་གཅིག་གྱུར་ཡིན་པ་ཞིག་བསམ་བློ་བཏང་ནས་དེ་ལ་ཡར་བརྩེ་བ་ཆེ་ཡང་ཆེ། ཨེ་ནི་གཉིས་ནས་ཨེ་ནི། བརྩེ་བས་དེ་རིང་གི་སྒྲ་ཡིན་ནས་སང་ཉིན་བརྙན་དུ་འགྱུར་དུས་ཡག་ཞིག་ཡོང་གི་རེད། དང། སྒྲ་ལ་ཡར་འཁོན་འཛིན་བྱས་ནས་དེ་ལྷན་ཐེན་བྱེད་བྱས་པ་ཡིན་ན། སྒྲ་གཅིག་སྒྲ་བཅུ་སྒྲ་བཅུ་སྒྲ་བརྒྱ་ཆགས་ཀྱི་འདུག།

ག་ཚ་ག་ཚུགས་རེད་བོད་སྐད་སྒྲ་མེད་པ་ཅིག་ནམ་ཡང་ཡང་ཐུག་ཡ་ཡག་མ་རེད་ཚེ་འདི་འདྲ་ཡིན་དུས་ཨན། རང་གཅིག་པུ་བསམ་བློ་དང་བསྡད་པ་ཡིན་ན་ཨན། སྟོམ་རིང་པོ་ཅིག་གི་རྒྱ་ཆེ་སེམས་བསམ་བཏང་ན་རང་ལ་གྱོང་རག་ཡ་རེད་ཤག། ཅེས་པའི་བློ་བག་སྐྱེས་ནས། ནམ་མཁའི་མཐས་གཏུགས་པའི་ངེད་ལ་སེམས་ཅན་མ་བྱུང་ནས་འཛམ་བུ་གླིང་འདི་གང་གི་མི་དེ་ཡིད་བདེ་ཅིག་ཅེས་པའི་བློ་སྐྱེས་བྱས་རྗེས་བྱུང་བ་ཡིན་ན། རང་ལས་ཕན་གྱི་འདུག་བ། འཕྲལ་དུ་སེམས་སྐྱིད་པ། བག་ཕེབས་པ། གཉིད་སྐྱིད་པ། ཨེ་འདི་འདྲ་ཅིག་ཐོག་ནས་ལུས་བདེ་བ། ཚེ་རིང་བ། གཉེན་མང་པོ། ཡག་པོ་འདུག་བ། ཅེས་ང་ཚོས་ཆོས་བཞིན་དུ་ཟིན་པའི་བྱ་བཏང་གི་ལོ་ཆད་དུ་བསྟན་པ་ཡིན་ན། གང་ལྟར་མཐར་ཐུག་དེ་སོ་སོ་གྲོགས་མེད་གཅིག་པུ་བྱས་ནས་བསྡད་རྒྱུ་རེད།